ཆབ་སྲིད་བཙོན་ཟུར་རྟ་ནག་འཇིགས་མེད་བཟང་པོ་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་དགུ་ལོར་ལྷ་སའི་ནུབ་ཕྱོགས། ཆུ་ཤུལ་རྫོང་ཁོངས་རྟ་དཀར་གཞིས་སུ་འཁྲུངས་ཤིང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར། ཚ་སྤྲུལ་རིན་པོ་ཆེས་བསྐྱོད་མངགས་བཞིན་ལྷ་སའི་སློབ་ཆུང་དང་པོའི་དགེ་རྒན་གྱི་ཕྱག་ལས་གནང་འདུག་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོར་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་ལ་རྒྱ་མིས་སྐྱོན་བརྗོད་བྱས་པའི་ལས་འགུལ་ཞིག་འགོ་བཙུགས་ཤིང་ལྷ་སའི་སློབ་གྲྭ་ཆུང་བ་ཁག་གཉིས་དང་ལྷ་སའི་རིག་གཞུང་ཁྲོ་བོ་ཡི་ལས་བྱེད་རྣམས་འཚོགས་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་ལ་སྐྱོན་བརྗོད་བྱས་པའི་བསམ་འཆར་ཤོད་སྐབས། སྟག་ནག་འཇིགས་མེད་བཟང་པོ་ལགས་ཀྱིས་མོས་མཐུན་མ་བྱས་པར་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་ཐོག་མར་གྲྭ་བཞི་བཙོན་ཁང་དང་དེ་ནས་གསང་ཡིབ་བཙོན་ཁང་དུ་ལོ་གསུམ་རིང་བཙོན་འཇུག་བྱས་འདུག་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་ལོར་གསར་བརྗེ་ངོ་ལོག་པར་རྒྱབ་སྐྱོར་བྱེད་མཁན་གྱི་ཉེས་མིང་འོག་ལ་སླར་ཡང་འཛིན་བཟུང་གིས་དུས་བཀག་བཙོན་འཇུག་ལོ་བཅུ་བཟོས་ཏེ། གློད་བཀྲོལ་ཐོབ་འདུག་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་ལྷ་སར་བོད་རང་བཙན་གྱི་སྦྱར་ཡིག་སྦྱར་བར་བརྟེན། ཡང་བསྐྱར་འཛིན་བཟུང་བྱས་ཏེ་དུས་བཀག་བཙོན་བཅུག་ལོ་བཅོ་ལྔ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་བཙོན་ཁང་དུ་བོད་རང་བཙན་གྱི་སྐད་འབོད་གནང་བར་ཉེས་ཁྲིམས་ལོ་ལྔ་བར་འདུག་ཐང་ན་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར Swiss འགྲོ་མིའི་ཐོབ་ཐང་ཚོགས་པའི་ཚོགས་མི་ལྔ་གྲ་བཞི་བཙོན་ཁང་དུ་གཟིགས་སྐོར་ལ་ཕེབས་སྐབས་སྐད་འབོད་གནང་བར་བརྟེན་ལོ་བརྒྱད་སྤར་བ་བཅས་བཏང་ན་འཇིགས་མེད་བཟང་པོ་ལགས་ཁྱོད་མི་ལོ་གསུམ་སོ་གཉིས་རིང་རྒྱ་ཡི་བཙོན་འོག་ཏུ་ཚུད་པ་ཞིག་ཡིན་པ་རེད། དམ་པ་ཁོང་ནི་བཙོན་ཁང་དུ་དུས་ཡུན་རིང་ཤོས་མྱངས་མྱོང་བའི་བོད་མི་ཆབ་སྲིད་བཙོན་ཟུར་ཞིག་ཡིན་པ་དང་བཙོན་འོག་ཏུ་ཚུད་སྐབས་དཀའ་སྡུག་ཚད་ལས་འདས་པ་མྱོང་རྒྱུ་བྱུང་ཡོད་མཐར། ཕྱི་ལོ་ཉིས་སྟོང་གཉིས་ལོར་སྨན་བཅོས་སླད་ཨ་རིར་ཕེབས་ཐུབ་པ་བྱུང་བ་དང་སྨན་བཅོས་སུ་ཞུགས་སྐབས་ཨ་རིའི་མཐོ་རིམ་མི་སྣ་མཇལ་འཕྲད་དང་མང་ཚོགས་ལ་བོད་དོན་དྲིལ་བསྒྲགས་བཅས་གནང་ཡོད་པ་རེད། དེ་རྗེས Swiss གཞུང་ནས་ཁོང་ལ་སྐྱབས་བཅོལ་གདན་ཞུ་བྱས་པ་ནས་བཟུང Swiss ཞུགས་པ་དང Swiss བཅའ་བཞུགས་རིང France བོད་དོན་རྒྱབ་སྐྱོར་ཚོགས་པར་འབྲེལ་བ་བྱས་ནས་བོད་ནང་གི་ཆབ་སྲིད་བཙོན་པའི་གནས་སྟངས་དང་རྒྱ་དམར་གྱི་གདུག་རྩུབ་གཏོང་སྟངས་སྐོར་ལ་དྲིལ་བསྒྲགས་གང་ཐུབ་བྱས་འདུག་ཕྱོགས་མཚུངས་ཉེ་འཁོར་གྱི་རྒྱལ་ཁབ་སྦེལ་ཇེམ་དང་སི་པེན་དུ་བོད་དོན་དྲིལ་བསྒྲགས་ཆེད་བསྐྱོད་པ་མ་ཟད་ཕྱི་ལོ་ཉིས་སྟོང་གསུམ་ནས་སྔ་ཕྱི་ཐེངས་གཉིས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུར་བོད་ནང་གི་འགྲོ་མིའི་ཐོབ་ཐང་གི་གནས་སྟངས་དང་བོད་མིའི་རང་དབང་བོད་ཀྱི་ཁོར་ཡུག་དང་ནང་བཞིན་བོད་ནང་གི་ཆབ་སྲིད་བཙོན་པའི་གནས་སྟངས་བཅས་ཞུས་ཡོད་པ་རེད། དམ་པ་ཁོང་གིས་མི་ཚེའི་ལོ་རྒྱུས་བོད་ཡིག་དང་རྒྱ་ཡིག་བཅས་སུ་ཞིབ་ཕྲ་འཁྱོལ་བའི་དཔེ་དེབ་ཀྱང་མཇལ་རྒྱུ་ཡོད་པ་རེད། དམ་པ་ཁོང་སྔ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་རེས་གཟའ་སྤེན་པའི་ཉིན་སུའི་ས་གནས Tröbenthal ཞེས་པའི་རྒན་གསོ་ཁང་ཞིག་ཏུ་དགོངས་པ་རྫོགས་འདུག།